ད་རྫ་བྲག་གི་གནས་ཚུལ་བཞིན་འདི་འདྲའི་ཅིག་གི་དུས་ཚོད་དེའི་སྐབས་ལ་ཡ། ད་ཁྱོད། འཛམ་བུ་གླིང་ད་ག་བ་ག་ས་ལ་ཡ་དེ་ན་ས་དེ་ཁྱབ་བྱེད་ད་མི་མང་པོ་ཅིག་ལ་ཡ། སེམས་ཀྱི་ནང་ལ་ཡ། ད། དཀའ་ངལ། ཆེན་པོ་བཞི་བོ་ཅིག་པས་འཕྲད་དང་འཕྲད་བཞིན་པའི་འདི་འདྲའི་གི་གནས་སྟངས་ཅིག་གི་སླེབས་བསྡད་ཡོད་རེད། ལྷག་པར་དུ་ད་ང་རང་ཚོ་འདས། རྒྱ་གར་ལུང་པ་ལ་ཆ་ཤར་བ་ཡིན་ན་ད་ཉེ་བའི་ཆ་ལ་ན་ཚ་དེ་ཞི་དྲག་གི་པས། ཉི་མ་རེ་རེ་བཞིན་དུ་དེ་ནི་ནད་ཚ་དེའི་འགོས་ནད་དེ་ཁྱབ་ཆེ། ཨ་ནི་ཉེན་ཁ་ཆེན་པོ་བཞི་བོ་གཅིག་གི་གནས་སྟངས་ཅིག་དེ་འདྲའི་ཆེད་ལས་བསྡད་ཀྱི་ཡོད་རེད། དེ་ཡིན་ཙང་ད་སྤྱི་དང། ང་ཚོ་མངའ་སྡེ་དེ་ད་ང་ཚོ་སེར་ཆ་ཤར་བ་ན་མངའ་སྡེ་དེ་ཨ་ནི་ཀ་ན་ཀྲ་མངའ་སྡེ་ནང་ལོགས་ལ་ད་ཁད་བསྡད་ཀྱི་ཡོད་ཙང་ཨ་ནི་ད་ལྔ་འདི་གཞུང་གི་ནང་ལ་ཡ། ཨ་ནི་ན་བཟའ་འདིའི་ཐོག་ལ་ཡ་གཅིག། གཞུང་གི་ངོས་ནས་ལས་གཞི་མང་པོ་ཞིག་སྤེལ་རྗེས་དེའི་ཐོག་ལ་དེ་ནི་མཛའ་གྲགས་ཀྱི་བཀག་སྡོམ་དང་མང་པོ་ཞིག་གནང་ཡོད་རེད། དེ་ཡིན་ཟ་ད་ང་ཚོ་འདས། སེ་ར། དགོན་པའི་ནང་ལ་ཆ་བཞག་པ་ཡིན་ན་ད་དམ་ཟ་ང་ཚོ་འདི་ནང་ལ་སེ་ར་བྱེས་སྨད་གྲྭ་ཚང་གཉིས་ཡོད་རེད། གཉིས་ཡོད་ཟ་ད་ང་ཚོ་སེ་ར། སྨད། གྲྭ་ཚང་གཉིས་ཀྱི་ད་ང་ཚོ་འདས་སེ་ར་སྨད་སྐྱབས་རྗེ་མཁན་རིན་པོ་ཆེ་ཡོད་རེད་ཨ་ནི་ང་རང་ཉིད་ཡ། དུས་སུ་དུས་སུ་གྲོས་བསྡུར་དང་ད་ག་ནང་བཞིན་ད་ག་གྲྭ་ཚང་གི་དགེ་བསྐོས་རྣམ་པ་གཉིས་རེད། དབུ་མཛད་ཆེན་མོ་ལགས་རེད་ད་ག་ནང་བཞིན་དེ་ནས་ཕྱག་མཛོད་རྣམ་པ་ང་རང་ཚོ་པས་ཉིན་རེ་ཉིན་རེ་ང་ཚོ་ཕག་གསུབ་པའི་དཀའ་སྡུག་དེ་ཚོ་ཞུས་ནས་ཨ་ནི་གང་དྲག་ཅི་ལེགས་ཟེར་ནས་ད་དེའི་ཐོག་ལ་ཡ་ད་ད་ད་ང་རང་ཚོ་ལས་གཞི་དེ་ད་གཙོ་བོ་གྲྭ་ཚང་གཉིས་ཀའི་ཐོག་ལ་རེད་ལྷག་པར་དུ་ང་ཚོ་སེ་རེ་བྱས་ནས་ཕྱག་བཞག་པ་ཡིན་ན་ད་གནས་གཞི་དེ་ཐོག་ལ་ག་སྲིད་ཕྱི་ལོག་ནས་ཡོང་མཁན་ད། དགེ་འདུན་མང་པོ་ཅིག་ད་ཚུགས་ལོ་བ་བེ་ངན་མང་པོ་ཞིག་བཞི་བ་རེད་ད་དེའི་ཐོག་ལ་ཡང་ང་ཚོ་གི་ད་བཀའ་གཏོང་གི་ལས་གཞི་ཅིག་མ་བྱས་པས་ནི་རྩ་བ་ཉིད་ནས་འགྲིག་གི་མི་འདུག་ད་གར་ཞིག་ན་ད་ནད་གསིག་ནད་གཞི་འདིས་རྐྱེན་པས་མི་མང་པོ་ཅིག་ལ་ཉེན་ཁ་ཆེན་པོ་ཞིག་ཡོད་རེད་དེ་འདྲའི་ནད་གཞི་ཅིག་མི་གཅིག་སླེབས་པས་ཡིན་ན་ཨ་ནང་ལོ་ཁྱབ་པས་བྱས་ན་ཧ་ལས་པའི་ཉེན་ཁ་ཆེན་པོ་ཞིག་འདུག་བསམ་དེ་འདྲས་བྱས་ནས་ཨ་ང་ཚོ་གྲྭ་ཚང་སེར་བྱེས་ཆ་བཞག་ན་བཀྲ་ཤིས་ཆོས་གླིང་ལ་གྲྭ་ཚང་ངེས་མ་མགྲོན་ཁང་རེད་ད་མགྲོན་ཁང་དེ་ན་ལ་ཡ་བད་དེ་ཟུར་བཀག་རང་བྱས་ནས་ཨན་དེའི་ནང་ལ་ཡ། ཨ་ད་ལྟ་དགུན་འདུལ་བ་བེ་ཅན། ཀ་ནས་ཞལ་གྲངས་བེ་ཅན་གསུམ་སོ་གྲངས་གཅིག། ཨ་ཁ་སིན། སྤྱི་ཟླ་གཞོན་གསུམ་པའི་ཏཱ་རེས་ཉི་ཤུ་གཅིག་ནས། བཟུང་བ་གཅིག་ད་བདུན་ཕྲག་གཉིས་གཅིག་གཉིས་ཤིག་རིང་ལ་ཡ། ཨན་དུས་ཟུར་བཀག་གནང། ཨན་མ་གས་ཀྱི་སྨན་བཅོས་གནང་ཡ་རེད། ཨན་ད་ག་ནང་བཞིན་མ་གས་བརྟག་དཔྱད་ཀྱི་དེ་ནི་གནང་ཡ་གི་བ་གས། མ་གས་དེ་ནི། ཨམ་ཅིག་ད་ད་དེ་ཚོ་གང་ག་གྲ་སྒྲིག་གནང་ཨ་ན་ཁོ་རང་ཚོ་ལ་ཡ།

ཨ་ནུ་ཁོ་རང་ཚོ་ལ་ཡག་ཅིག་ཞལ་ལག་རེད་ད་དེ་རྗེས་ང་མཐུན་རྐྱེན་ཆ་ཚང་ཅིག་གྲྭ་ཚང་སྒོ་ནས་འཇགས་གནང་བྱེད་ད་གཙོ་བོ་མིའི་ཕྱག་ལས་གནང་གི་དེ་མིན་མ་གི་ད་རྒྱུན་ལས་རེད་ད་ག་ནང་བཞིན་དེ་ནས་གྲྭ་ཚང་གི་དེ་ནས་གྲོས་ཚོགས་ཀྱི་འཐུས་མི་ཚང་མ་ཀློག་གི་པའི་ཧ་རུག་སྦ་རུག་གནང་བྱེད།

ད་ད་བི་ཆེན་ས་གཉིས། ད་མ་གའི་ད་ད་ཟུར་བཀག་གནང་མཁན་གྱི་ད་དགུན་དུས་པ་གཉིས་ད་ས་གཉིས་ནས་ད་ཆ་ཚང་དུས་ཚོད་མ་བཟོ་ན་བཟོ་འགྲོ་གི་ཡོད་རེད་དེ་བྱས་པས་ན་ད་ད་ལྟའི་ཆ་ལ་ང་རང་ཚོས་ད་ཟུར་བཀག་བྱེད་ཡག་གི་ལས་གཞི་གཅིག་ཆ་ཚང་ད་གྲུབ་པ་བཟོ་ས་རེད་དེ་ཡིན་ཙང་ད་ད་ལྟ་དགོངས་པ་གླིང་དེ་ནང་ལ་ཡ་ད་ང་ཚོ་འདའི་དགུན་དུས་བཞུགས་པ་ཚང་མ་ལོག་ད་པའི་ནད་གཞི་མེད་པ་རེ་བ་ད་ཕྱི་གསལ་ནང་གསལ་འགྲོ་གི་བྱེད་འོ་འདུག་སེམས་ད

གྲྭ་ཚང་གོང་གི་ད་ཞལ་ལག་ཆག་ཆག་པས་ན་ང་ཚོ་སྟོབས་ཚང་གི་ཞལ་ལག་དེ་ཡང་ད་ནམ་རྒྱུན་ཡོད་ན་ཞལ་ལག་དེ་མ་ཕུད་གི་ཡོད་རེད་དེ། སྟོབས་ཚང་རང་ནི་ད་ད་རིང་ནད་ཚ་འདིས་རྐྱེན་པས་ང་རང་ཚོ་བ་མཛའ་གྲངས་ཀྱི་གནས་སྟངས་དེ་ལ་བལྟས་ཟིན་ང་རང་ཚོ་བས་ཅིག་གཟབ་གཟབ་དུ་མ་གནང་བ་ཡིན་ན་ད་དེ་ན་ལ་མི་མང་པོ་བཞི་བོ་ཅིག་འདུ་འཛོམས་འདུ་འཛོམས་བྱེད་ཡ་དེ། ཨ་ནི་ཡང་སྤྱི་བཏང་གི་བེ་གལ་ཅིག་འཕྲོད་བསྟེན་གྱི་ཆ་ནས་ཅིག་འགྲིག་གི་ཡོད་མ་རེད། ཨ་ནི་མི་ཡུལ་ཁྲིམས་ཆ་ནས་འགྲིག་གི་མེད་པ་རེད་དེ་ཡིན་ཙང་ད་སྟོབས་ཚང་དེ་ད་རིང་ཞལ་ལག་འགའ་མ་ཕུད་ཡ་འོ་འདུག་ཟེར་ནས་ད

ད་གལ་ཆེན་པོ་གཅིག་དེ་གར་ཟེར་ན། ད་ད་ལྟ་ང་རང་འཛོམས་པའི་དབུས་གཞུང་གི་མི་བཅས་ཁག་ནི་སྲིད་བློན་མོ་དི་མཆོག་གིས་ད་ག་ཟིན་ཞག་པོ་ཉི་ཤུ་རྩ་གཅིག་བཀག་གནང་བ་རེད། ད་ཞག་པོ་ཉི་ཤུ་རྩ་གཅིག་དེ་ད་རྫོགས་མཚམས་དེ་ལ་ཡ་ད་བོད་སྐད་ཅིག་དེའི་པ་ར་ལ་ད་གུ་ཡངས་དང་མ་སོང་ན་གཅིག་གློད་གྲོལ་འགྲོ་བ་ཅིག་བེད་བྱུང་བ་ཡིན་ན། ད་མ་འོངས་པ་ལ་ཚུགས་དེ་ན་ཕྱི་ལོག་འཕེལ་ཐེངས་ཀྱི་དགོས་འདུན་རྣམ་པ་ཚོ་ད་ག་རེ་གནང་གི་རེད་ཞུས་པ་ཡིན་ན་ད་ག་ཟེ་ང་ཚོ་ཚོགས་འདུ་ནང་ལ་རིམ་པ་མང་པོ་ཚོགས་རྗེས་ད་ང་རང་ཐག་གཅོད་ག་རེ་བྱུང་པ་ཟེར་ན་ད་འདི་ཚུགས་ཕེབས་པ་ཡིན་ན་ད་སྔ་རྒྱུན་ནང་བཞིན་ད་འདི་ནང་ལ་བཀྲ་ཤིས་ཆོས་གླིང་རང་ལ་ཡང་ཚུགས་ཕེབས་ན་ད་ལྟ་ནང་བཞིན་ཨ་ནི་བཀའ་སྡོམ་རྣམས་ཀྱི་བདུན་ཕྲག་གཉིས་བཞུགས་དགོས་ངེས་ན་འདྲ་འོ་ད་དེ་རྗེས་དེ་སྔ་རྒྱུན་ནང་བཞིན་བྱས་ནས་བྱས་ན་མ་གཏོགས་དེ་རྩ་བ་ནས་འགྲིག་གི་ཡོད་མ་རེད་འོ་དེ་ཡིན་ཙང་འདི་འདྲའི་ཆེད་བཀའ་སྡོམ་བྱས་ཡ་དང།

ཡང་ཁོ་ན་ལ་བའི་སེམས་ཁམས་ལ་དཀའ་ངལ་མང་པོ་ཞི་བ་བྱས། ད་གནས་ཚུལ་འདྲ་མ་འདྲ་མང་པོ་གོ་འོང་འདུག་ཁོ་ན་འགའ་ཤས་པས་སྐྲག་སྣང་གིས་འོང་གི། ཨ་ནི་དཔོན་རིགས་ཁ་ཤས་ནང་ལ་ཨ་ནི་རང་སོ། ཨ་ནི་བཅད་ངས་དེ་འདྲའི་ད་གནས་ཚུལ་ནང་ལ་མང་པོ་བཞུགས་གི་འདུག་བ། ད་འདི་བཅད་དེ། ད། གར་བཞུགས་གི་རེད་ད། གཅིག་བྱེད་དུ་དཀའ་ན་ན་ཚ་འདིས་ཀྱིས་རང་སོ་གདོང་ལེན་བྱས་ཏེ་ད། འཛམ་གླིང་གི་ཆོས་མི་དམངས་ཡོངས་སུ་རྫོགས་པར་པའི་གང་གཱ་གི་པའི་ནུས་ཤུགས་གཅིག་སྒྲིལ་བྱས་ནས་ད་དེ་ལ་གདོང་ལེན་བྱས་པ་མ་གཏོགས་ང་དང་ཆོས་དབྱིན་ཇི་བྱས་རྗེས་རེད་བ། ད་འཛམ་བུ་གླིང་ལ་མི་རིགས་དབྱིན་ཇི་ཞི་བུ་བྱེད་ཀྱི་ཡོད་རེད་བ། འོ་ད་དཀར་བོ་རེད་ནག་བོ་རེད་ཟེར་ད་ད་ག་ནང་བཞིན་དེ་ནས་པའི་མི་རིགས་དབྱིན་ཇི་བྱས་རྗེས་འདི་བྱས་དེ་ད་ད་ནང་ས་དེ་གླེང་འོང་འདུག་པ་ལ་འོ་ད་དཔལ་འབྱོར་དཔལ་འབྱོར་སྟོབས་ཆེ་ཆུང་ཡོད་མེད་ལ་ཡེ་ཡོད་ནས་ཕན་གྱི་མི་འདུག་ཨོ་ད་ག་ནས་ཤེས་དེ་ནི་པའི་དབང་ཤུགས་ཆེ་ཆུང་རེད་ཨོ་ད་ག་ནས་ཤེས་པའི་ཤེས་ཡོན་ཡོད་དམ་མེད་ཁྱད་པར་རྩ་བ་ཉིད་མེད་པར་དུ་ལྟ་དེ་འདུག་ད་ན་ས་དེ་གའི་པའི་མི་འགྲོ་བ་མི་རིགས་གཅིག་གྱུར་ལ་པའི་ཆ་སྙོམས་བཟོ་ར་ཆེད་ན་ས་དེ་ཀླད་ཀྱི་འདུག་བ་དེ་ཡིན་ས་ད་ང་རང་ཚོ་ངོས་ནས་ད་འགྲོ་བ་མི་རིགས་གཅིག་གྱུར་གྱི་འདུ་ཤེས་དེ་དགོས་ཡ་དེ་གལ་ཆེན་པོ་ཞིག་བུ་ཆེ། ད་ང་རང་ཚོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་པས་ད་ལོ་ངོ་མང་པོ་གཅིག་གི་རིང་ལ་ཡང་བཀའ་སློབ་གནང་བ་འདི་ཕྱིས་ཏེ་ད་ད་རིང་ང་ཚོས་དངོས་གནས་དྲ་ནས་བསམ་བློ་བཏང་བ་ཡིན་ན་ད་དངོས་གནས་བཀའ་སློབ་གནང་བ་འདི་ཕྱིས་ཏེ་རིན་ཐང་ཆེ་བའི་བཀའ་སློབ་ཅིག་འགྲོ་བ་མི་རིགས་གཅིག་གཅོད་ཀྱི་འདུ་ཤེས་འགོག་གི་འདུག་ཟེར། ད་དེ་འགོག་གི་འདུག་ཨ། ད་གཞི་ནས་ང་རང་ཚོ་གང་ང་མི་ང་མ་གཅིག་གཅོད་ཀྱི་འདུ་ཤེས་ཐོག་ནས་ཨ་ནི་གང་ག་མཉམ་རུབ་བྱས་ན་མ་གཏོགས་ང་སྟོབས་ཆེན་རྒྱལ་ཁབ་ཡིན་ང་ཨོང་ཡོད་ཟེར་ནས་ཕ་ཟུར་དུ་འདས་ནས་ན་ས་འདི་ལ་བཅོས་རྒྱུ་རེད་མི་འདུག་བ་ཨོ་དེ་ཡིན་ས་ད་རྒྱལ་ཁབ་གང་ག་མཉམ་རུབ་བྱེད་དགོས་ཡ་ཚོགས་པ་གང་ག་མཉམ་རུབ་བྱེད་དགོས་ཡ་དེ་འདྲའི་གི་ཐོག་ནས་ན་ས་འདི་དེ་ཡིན་ས་ད་ཚང་མ་ལོག་གོ་ན་ས་འདི་ལ་ཡ་གཅིག་གར་ཞུགས་རེད་ད་ལྟའི་ཆ་ལ་ཡིན་ད་ས་འདི་ལ་ཨ་ནི་ད་སྨན་ཟས་དེ་ན་ས་འདི་ལ་ད་ད་ད་དངོས་སུ་བེ་གའི།

བཏབ་པས་ན་བྷིད་དྷུ་སོར་བྱེད། འདི་འདྲའི་གི་པའི་ག་བ་ཡིན་ནས་རྒྱང་གྲགས་དེ་བྷ་རྒྱང་སིང་བྱེད་པ་གཞུག་དགོས་ཡ་དང། ཨོ་ད་ག་ནས་བཞིན་ཨ་ནེ་ཞལ་ལ་ཡ་ཞལ་སྐབས་ཁ་རས་བཀབ་དགོས་ཡ་དེ་ད་ད་རི་ག་ལ་གལ་ཆེན་པོ་ཞིག་གོ་འདུག། མི་ཚུལ་དུ་སུ་ཡིན་ནས་རང་ལ་རང་ལ་ན་ཚ། མི་གཞན་པ་ལ་ན་ཚ་མེད་པ་ཡིན་ན་རང་གི་ན་ཚ་དེ་མི་གཞན་པ་ལ་འགོས་ཡ་གི་ཉེན་ཁ། ད་ཡང་མི་གཞན་པའི་ན་ཚ་དེ་རང་ལ་འགོས་ཡ་གི་ཉེན་ཁ་ཡོད་ས་ད་ཁ་དྲིས་བརྒྱག་དེ་དཔེ་མི་སྲིད་པས། གལ་ཆེན་པོ་དང་འདིས་ངོ་ན་ཚ་མང་པོ་ཅིག་སྔོན་འགོག་བྱས་ཐུབ་ཀྱི་འདུག་དེ་ཡིན་ཙང་ཚང་མ་ལོག་གིས་གཟབ་ནན་གནང་ཆེད་ཨ་ནི་ཁ་དཀྲིས་བརྒྱག་ཡ་དེ་ཞེ་དྲག་གལ་ཆེན་པོ་རེད་ཤག་ད་ལྟ་ཉེ་བའི་ཆ་ལ་གནས་ཚུལ་འཛའ་དྲག་གར་འདུག་ཟེར་ན་ད་ད་རི་ཁ་སང་ན་ཚ་འདི་ཨ་ནི། ཁ་སི་སྙ་མ་ཡི་ན་ཚ་དེ་ལ་མངོན་རྟགས་གཉིས་གསུམ་སྟོན་པ་རེད་ཚ་བའི་གི་དེ་ནི་ཚ་ཚད་ཀྱི་མངོན་རྟགས་གཅིག།

དེ་བྱེད་དུས་གང་ལ་དྭགས་ང་རང་ཚོ་པའི་ཞི་དྲག་གི་གཟབ་གཟབ་གནང་དགོས་ར་དེ་ཕག་ཚུ་ཡང་མ་འགྲུ་ཤུགས་ཆེ་དེ་ཧ་ཅང་གི་ཉུང་ཉུང་གནང་དགོས་རེད་ད་ཕེབས་མུ་འགོ་ན་མུ་འགོ་གཙོ་འདོན་བྱེད་ལྷག་པར་དུ་དེ་ནི་པའི་ཞལ་ལག་བཅུད་ལྡན་ཡག་པོ་མཆོད་ཡ་ཕྱག་དེ་ཡང་སེ་ཡང་སེ་པའི་མི་སྲིད་པའི་འཁྲུ་དགོས་ལྷག་པར་དུ་དེ་ནི་ལས་བྱེད་པ་ཚོ་ཡིན་ན་ཡང་མ་ཞི་དྲག་ཕྱག་མང་པོ་ཕྱག་གནང་དགོས་རེད་དེ་ཡིན་ཙང་ཡག་པོ་ཅན་པའི་ཕྱག་དེ་ཚོ་པའི་འཁྲུ་གནང་ཡ་ཨ་ནི་གཟིམ་ཡག་པོ་ཁུག་ཡ་ད་འཕྲོད་བསྟེན་གི་ལས་གཞི་དེ་གཙོ་བོ་ཅི་རེད་ཤ་ཨ་ནི་དེ་གང་ལ་དྭགས་ང་ཚོ་མ་བཟོས་ན་སེམས་ཀྱི་བསམ་བློ་བཏང་ཆོག་དེ་བས་གུ་ཡངས་པོ་ཅི་ད། དེ་འདྲའི་རེད་ད་ང་ཚོས་ཆོས་ཕྱོགས་ཀྱི་ཆ་ནས་ཞུས་པ་ཡིན་ན་ད་འདི་བྱས་དེ། ངེས་ཤེས་འདི་བྱས་ཐང་པ་དེ་བས་ཕྱིའི་རྐྱེན་ན་ས་གཅིག་པུ་མ་ཡིན་པ་དེ་དང་མཉམ་དུ་མི་ཡིད་ཀྱི་སེམས་ཁ་དང་འབྲེལ་བའི་གནས་ཚུལ་ཏན་ཏན་ཡོད་རེད་དེ་ཡིན་ས་ང་ཚོ་ནང་པའི་ཆ་ནས་ཞུས་པ་ཡིན་ན། ལས་དང་ཟེར་དེ་དེ་དང་འབྲེལ་བ་ཆེན་པོ་ཞུ་གི་ཡོད་རེད་དེ་ཡིན་ཙང་ཨ་ནེ་ང་རང་ཚོ་བས་ཀྱི་ཅིག་ད་འདི་བྱས་གང་དགའ་བས་ལས། མི་དགེ་བ་བསགས་པའི་ལྷ་མིན་གྱི་འབྲས་བུ་ཡིན་པ་ལྟ་ཞུ་མི་གོ་བ་འདྲ་པོ་ཞིག་རེད། དེ་འདྲའི་ཡིན་ཙང་ང་རང་ཚོ་པས་ཅིག་ཚང་མ་ལོག་གི་ད། ཀྱི་ནུས་པ་གཅིག་ཆུག་གི་ཐོག་ནས་གཞན་ཕན་གྱི་བསམ་པ་དེ་ད་གོ་ས་སྐྱབས་མགོན་ཆེན་པོ་མཆོག་གིས་ཡང་དང་ཡང་དུ་བཀའ་སློབ་ཕེལ་བ་ནང་བཞིན་གཞན་ཕན་གྱི་བསམ་པ་དེ་སྤེལ་ཡ་དེ་ཤི་བོ་གལ་ཆེན་པོ་རེད་ལྕ་ལྷག་པར་དུ་དུས་ཚོད་འདི་ལ། རང་གཅིག་པུ་གྱི་བསམ་བློ་བཏང་བསྡད་པས་གཞན་ཕན་གྱི་བསམ་པ་དམན་ན་ད་དེ་ལས་གཞི་དེ་ཁྱོན་ནས་ཏག་ཏག་ཅིག་བ་རའི་གྲུབ་འབྲས་ཐོན་པ་དེ་ཡོང་ཁག་པོ་ཞུ་རུ་ཆེ་རེད་བ། དེ་འདྲའི་ཡིན་ཙང་གཞན་ཕན་གྱི་བསམ་པ་ད། ཡག་ནུས་པ་གོང་ནས་གོང་དུ་སྤེལ་ཡག་བསོད་ནམས་ཡག་གོང་ནས་གོང་དུ་སྤེལ་ཡག་དེ་ཧ་ཅང་གི་གལ་ཆེན་པོ་རེད་དེ་ཡིན་ས་ད་ད་རིང་ངས་ཀྱི་དེ། ཁ་ས། ཁེ། ཁེ་ས་དགོངས་དག་མཚན་གྱི་ཆུ་ཚོད། དགུ་པ། ཨ་ནི་སྐར་མ། དགུ་ཙམ་ཞིག། ཨ་ནི་ཚང་མ་ལོག་གི་པའི་ལོག་བསད་ལོག་བསད་ཅིག་ནི་པའི་སྒྲོན་མེ་དག་དག་ཆགས་ལ་ཁ་ཆུ་མིག་ག་རེ་ཡོད་ན་སྤང་བ་གནང་ཅིག་ཐུགས་མི་རྒྱ་ཆེན་པོ་གནང་ཡོད་རེད་ང་ཚོ་གྲྭ་ཚང་ཆེའི་ངོས་ནས་ད་ག་ནས་བཞིན་པའི་ཁེ་མཉམ་རོགས་བྱིན་ཞུས་ཡོད་དེ་ཡིན་ས་ད་གཙོ་བོ་ག་རེ་མཚོན་དགོས་ཡོད་ཟེར་ན། བ་དང་འཛམ་བུ་གླིང་འདི་ལ་ད་རེས་ཁ་སང་འདི་འདྲའི་གི་དཔེ་མུན་པ་མུན་ནག་གི་ཡུལ་འདྲ་བོ་ཅིག་དེ་འདྲའི་གི་ནད་ཡམས་ཀྱི་ཆ་ནས་མིའི་སེམས་ལ་དཔེ་དཀའ་སྡུག་ཆེན་པོ་ཞེ་བོ་ཅིག་ཡོད་ཡིན་ཙང་ད་སྒྲོན་མེ་སྤར་བ་ན་གཞི་གཅིག་གི་ང་རང་ཚོ་འདི་བར་དཀའ་སྡུག་ཡོད་མྱུར་དུ་བར་སེལ་ཐུབ་ཡག་ཚང་མ་འགྲོགས་པོ་མཉམ་རུབ་ཐོག་ནས་དངོས་གནས་ཐ་ན་པའི་ཕྱག་ལས་གནང་བྱས་ཨོ་འདུག་གནང་ཡག་གི་ཨོ་དེ་འདྲའི་ཞིག་ནས་ཅིག་ལས་གཞི་ཞིག་ཁ་སང་འདུག་ཕྱིན་པ་རེད་དེ་ཡིན་ཙང་ད་ཚང་མ་ལོག་པའི་གཟབ་གཟབ་གནང་བྱས་དགུ་ཚུགས་པའི། ཐུགས་ཅག་གནང་ཡ་དེ་ཞི་དྲག་པས་གལ་ཆེན་པོ་རེད་ཨོ་དེ་འདྲས་ཡིན་ས་ཨང་ད་ད་འདོད་ནས་མི་ད་འཛམ་བུ་གླིང་དེ་ནང་ལ་ཡ་ནད་ཞི་དེ་འདྲས་གི་ནད་ཡང་འདི་བྱས་དེ་བས་མྱུར་དུ་བ་ཞི་ཐུབ་ཡ་གཅིག་ད་ཨང་ད་ག་ནད་ཞི་དེའི་ཐོག་ལ་ཡ་གཅིག་ཕྱག་ལེགས་པའི་གནང་སྟེ་རང་སོ་བློས་བཏང་ངེས་གི་ད་ག་ནད་ཞི་ཨེམ་གཅིག་ཡོད་ཨོ་རེད་ནད་ཡོད་ཡོད་རེད་དང་བླངས་པ་ཡོད་རེད་དེ་དང་འབྲེལ་ཡོད་གི་བས་ཕྱག་ལེགས་གནང་མཁན་གི་ཨོ་ད་མི་སྣ་ཆེ་ཆུང་མང་པོ་ཞི་པོ་ཡོད་རེད་ཨོ་དེ་དག་དེ་དག་ཐམས་ཅད་ལ་བས་དངོས་གནས་དྲ་གནས་པའི་བསྔགས་བརྗོད་དང་རྗེས་སུ་ཡི་རང། ང་ཚོས་ཞུ་བའི་གཅིག་དང། ད་ལྟ་བའི། ཚེ་ལས་འདས་པ་དེ་ཚོ་ནང་གི་ནི་དཔལ། གར་སོགས་བར་དག་ངན་སོང་སྡུག་བསྔལ་འཇིགས་སྐྲག་མྱུར་དུ་གྲོལ་ནས་པའི། སངས་རྒྱས་གོ་འཕང་ཐོབ་ཐུ་བའི་གཅིག་དང། ད་ལྟ་བའི། གསོན་པ་དེ་ཅི་ལྟ་བུ་ཡིན་ན་ཡང་ཁོ་རང་ཚོ་ནད་དང། ནད་གཞི་དེ་དག་ཐམས་ཅད་པའི་མྱུར་དུ་ཞི་ནས། ད་ག་ནས་གཞན་པའི་གཅིག།